གནམ་གྲུ་དེའི་ནང་ཡོད་པའི་འགྲིམ་འགྲུལ་བ་ཁག་གཞན་ཅིག་གིས་བཤད་རྒྱུ་བྱས་ན། ཐོག་མ་འབར་རྫས་ཐོར་བ་ནང་ལྟར་སྐྱིད་ཤུགས་ཆེན་པོ་ཞིག་གོ་བྱུང། དེ་ནས། Decompression། ཡང་ན་རླུང་འཕོ། ཕྱིར་འཐེན་པས་ཐོར་བ་ཤུགས་ཆེན་བྱུང། ནས་འགྲོ་བ་མང་པོས་སྐད་ཤུགས་ཆེན་རྒྱག་པ་དང་གནམ་གྲུའི་ནང་དབུགས་བཏང་མ་ཐུབ་པའི་གནས་སྟངས་ལྟ་བུ། ཕྱག་ཟུང་བཅས་ཤེས་ཡོན་ཡིན་པ་དང། ལྷན་རྒྱས་གམ་ཚང་ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་འཛམ་གླིང་ནང་གི་གསར་ཁང་ཆེ་ཁག་ཁག་གི་གསར་འགོད་སྙན་ཐོ་ཁ་གསར་ཟླ་བ་ནས་དཔག་བསམ་བར་ཉིན་རེར་གསར་འགོད་སྙན་ཐོ་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི། ཉེ་ཆར Ryanair ཟེར་བའི་གནམ་གྲུའི་ཐོང་ལས་དེ་ཡིས་ཁོ་ཚོས་གནམ་གྲུ་ཞིག་ནམ་མཁའི་དབྱིངས་སུ་སླེབས་ཏེ་སྐར་མ་བཅུ་ཙམ་མ་འགྲོ་བར་གནམ་གྲུས་སྒེའུ་ཁུང་ཕྱགས་ཏེ་འགྲུལ་བ་ཞིག་གི་མགོ་དང་དཔུང་པ། ད་དུང་སྟོད་ཆ་ག་ཙམ་གནམ་གྲུ་ནས་སྒེའུ་ཁུང་ཕྱགས་འགྱོག་དེའི་ཁྱུད་ཕྱིར་ཐོན་པའི་གནས་ཚུལ་ཞིག་བྱུང་འདུག་པས་གནས་ཚུལ་དེའི་སྐོར་བི་བི་སི་གསར་ཁང་ནས་གསར་འགོད་སྙན་ཐོ་ཞིག་བསྡུ་བས་དེ་རིང་གི་ལས་རིམ་ནང་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་གཙོ་བོ་ཡོང་བར་ཞུ། གནས་ཚུལ་དེ་ནི་དོན་དག་སྔོན་མར་གཟའ་མཇུག་མགོ་མ་བཙུགས་གོང་ཉིས་སྟོང་ཉིས་བརྒྱ་ས་དྲུག་ཟླ་བ་བདུན་པའི་ཚེས་བཅུ་གྱི་གཟའ་པ་སངས་ཞོགས་པ་དེ་ལ། རཱ་ཡེ་ནེར་གནམ་གྲུ་ཚོང་ལས་ཁང་གིས་ཁོང་ཚོས་གནམ་གྲུ། Greece། གི་གྲོང་ཁྱེར། ཐེ་སཱ་ལོ་ནི་ཀི་ཟེར་བ་དེ་ནས་ཇར་མ་ནིའི་གྲོང་ཁྱེར་མེ་མེ་ངན་བར་ཞོགས་པའི་གནམ་གྲུ་ཞིག་ཡིན་པ་དང། གནམ་གྲུ Take Off ཡང་ན་ཕིར་ཏེ་དུས་ཚོད་རྒྱུན་རིང་མ་འགྲོ་བར་འགྲིམ་འགྲུལ་པའི་རྐུབ་བཀྱག་ཟུར་དུ་ཡོད་པའི་གི་ཧུང་ཞིག Dislodge ཡང་ན་གི་ཧུང་གོག་སྟེ། རྣམ་བཀྲུ། ཕྱིར་ལོག། སའི་སྟེང་དུ་བབས་ཏེ། འགྱུར་བ་ཚོར། གནམ་ཐང་ནང་དུ་ཕྱིར་ལོག་བྱས་པ་དང། ད་དུང། འགྱུར་བ་གཅིག་ལ། སྨན་པས་ཞབས་ཞུ་བསྒྲུབས་ཡོད་ཅེས། གསར་འགོད་གསལ་བསྒྲགས་ཤིག། Ryanair གནམ་གྲུ་ཚོང་ལས་ཁང་གིས་དེ་འདྲ་ཞིག་སྤེལ་ཡོད་པ་ཡིན་འདུག་བྷི་བྷི་སི་གསར་འགོད་པས་གནད་དོན་དེའི་ཐོག་གསུངས་བར། གནམ་གྲུ་ནས་ཕྱིར་འཐེན་བྱེད་སྤྲོ་བྱས་པའི་མི་དེ་ནི། ལོ་དྲུག་ཅུ་རེ་གཅིག་ཡིན་པའི་ལོ་རྒྱུས་པི་སཱ་ཀོ་རོ་ཝིཆ་ཟེར་གྱི་ཡོད་པ་དང་ཁོང། ཁོང་གི་བཟའ་ཟླ། ཙེ་ཕི་ལཱ་ནཱ་གོར་ཀོ་ཝིཆ། ལྷན་དུ་འགྲིམ་འགྲུལ་བྱེད་ཀྱི་ཡོད་པའི་གནས་སྟངས་ཡིན་པ་དང། བཟའ་ཟླ་ཙེ་ཕི་ལཱ་ནཱ་གོར་ཀོ་ཝིཆ་ཁོང་གིས་བྷི་བྷི་སི་ཡི་གསར་འགོད་པ་ལ་བཤད་རྒྱུར་བྱས་ན། ངའི་བཟའ་ཟླ་གློ་བུར་དུ་གནམ་གྲུ་ནས་ཕྱིར་ཐོན་འགྲོ་སྐབས། ངས་དེ་མ་ཐག React ཡང་ན་ལག་བསྟར་བྱས་ཏེ་ངས་བཟའ་ཟླའི་རྐང་པ་ཚུར་འཐེན་པ་ཡིན་ཅེས་བཤད་ཡོད་པ། ཁོང་གིས་ད་དུང་དེའི་ཐོག་ཁ་སྣོན་རྒྱག་པར། ངས་དེའི་སྐབས་བསམ་རྒྱུ་ལ། གལ་ཏེ། ད་རིང་ཤི་སོང་ན་མཉམ་དུ་ཤི་རྒྱུ་ཡིན་ཅེས་བསམ་སོང་ཅེས་བཤད་ཡོད་པ། ད་དུང་ཁོང་གིས་མུ་མཐུད་བཟུང་བར་སྟབས་ཡག་པ་ཞིག་ལ། ང་ཚོས། གནམ་གྲུའི Belt ཡང་ན་སྐེད་ཐག་དེ་བཏགས་ཡོད་པ་དང། འགྲིམ་འགྲུལ་བ་གཞན་ཁག་ཅིག་གིས་རོགས་པ་བྱས་ཏེ་ངས་ཁྱོ་གར་གནམ་གྲུ་ནང་ཚུར་འཐེན་ཐུབ་པ་བྱུང་སོང་ཅེས་བཤད་པ་དང། དེའི་སྒང་ཁོང་གིས་ཁ་སྣོན་བརྒྱབ་པར། སྐབས་དེ་དུས་ངས་བཟའ་ཟླ་ཐེངས་མ་གསུམ་ཙམ་དྲན་པ་འཐོར་བ་བྱུང་སོང། ད་ལྟའི་ཆར་ཁོང་སྨན་ཁང་ནང་དུ་ཡོད་པ་དང། ལག་པའི་སྒང་རྨས་སྐྱོན་ཕོག་པ་དང། ད་དུང། རླུང་བུ་ཤུགས་ཆེན་བརྒྱབ་པ་ལ་བརྟེན་སྐྱ་རྣམས་ཚིག་ཡོད་པ་དང། ད་དུང་ཁོང་སྐབས་དེ་དུས་གནས་སྟངས་གང་བྱུང་མིན་དྲན་གྱི་མི་འདུག་ཅེས། བཟའ་ཟླ Svetlana Gorkovich ཁོང་གིས BBC གསར་འགོད་པ་ལ་གནས་ཚུལ་དེ་དག་བཤད་ཡོད་ཡིན་པ་རེད། གནམ་གྲུ་དེའི་ནང་ཡོད་པའི་འགྲིམ་འགྲུལ་བ་ཁག་གཞན་ཅིག་གིས་བཤད་རྒྱུ་བྱས་ན། ཐོག་མ་འབར་རྫས་འཐོར་བ་ནང་ལྟར་སྐྱིད་ཤུགས་ཆེན་པོ་ཞིག་གོ་བྱུང། དེ་ནས Decompression ཡང་ན་རླུང་བུ་ཕྱིར་འཐེན་པས། ཚོར་བ་ཤུགས་ཆེན་བྱུང་ནས་འགྲོ་བ་མང་པོས་སྐད་ཤུགས་ཆེན་རྒྱག་པ་དང་གནམ་གྲུའི་ནང་དབུགས་བཏང་མ་ཐུབ་པའི་གནས་སྟངས་ལྟ་བུ་ཆགས་སོང་ཅེས་བཤད་ཡོད་ཡིན་པ་དང། དོན་རྐྱེན་དེ་བྱུང་གོ་དོན་ག་འདྲ་ཡིན་མེད་སྐོར་ཞིབ་འཇུག་འགྲོ་དང་འགྲོ་བཞིན་པའི་སྒང་ཡིན་པ། དེའི་ནང། གནམ་གྲུ་དེ་ནི Boeing། ཨ་མི་རི་ཀའི་གནམ་གྲུ་བཟོ་ལས་ཁང་དེ་ཡིན་པ་དང་ཁོ་ཚོས་ཞིབ་འཇུག་ལྷན་ཚོགས་ཤིག་ཡོད་པ་དང་ད་དུང་ཨ་མི་རི་ཀའི

སྟོན་པ་ཞིག་བསྐོ་གཞག་བྱས་ཡོད་པར་སློབ་སྟོན་པ་དེ་ཡིས་གསུང་དང་བྱས་ན། ཁོང་གིས་ཡིད་ཆེས་བྱས་པར་ངེས་བྱས་ན། གཏམ་འཕྲུལ་ནང་གི་ལག་པ་གཡས་པས་ཨིན་ཇན་ཡང་ན། འཕུལ་འཁོར་དེ་འཕྲོ་བརླག་ཕྱིན་ཏེ། འཕྲོ་བརླག་ཕྱིན་པའི་ཆ་ཤས་ཤིག་གི་གུང་སྟེང་དུ་ཕོག་སྟེ་གི་གུང་ཆགས་པའི་གནས་སྟངས་ཡིན་ས་རེད་ཅེས་བཤད་ཡོད་པ་ཡིན་ན་ཡང། ད་ལྟའི་ཆར་ཞིབ་འཇུག་པ་ཚང་མས། གནད་དོན་དེའི་ཐོག Confirm ཡང་ན་བདེན་དཔང་མ་བྱེད་པར་ཁོང་ཚོས་ཞིབ་འཇུག་མཐིལ་ཕྱིན་བྱེད་ཀྱི་ཡིན་ཅེས་བཤད་ཡོད་ཡིན་པ་རེད། དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་དེ་ནས་ཞུས་ཟིན་སོང། དཔྱིད་ཀྱི་ལས་རིམ་དེ་ད་གར་མཚམས་བཞག་རྒྱུ་ཡིན། ང་ནི་ཧྲང་སང་ནེ་ཐུའུ་ཞེས་པའི་བོད་རིགས་ཤིག་ཡིན། ངའི་མིང་ནོན་པའི་ཟེར་གྱི་ཡོད། གལ་ཏེ། ལས་རིམ་དེ་ཡག་པོ་འདུག་གོ་ན་དགའ་རྟགས་ནོན་པ། དགྱོད་སྐོར་བྱས་པ། གཞན་ཡང Subscribe གནང་རྒྱུ་མ་རྙེད་པ་གནང་རོགས་གནང། བཀའ་དྲིན་ཆེ། ལས་རིམ་ཆེ་མེད་ནང་བརྗེ་ཡོང།